ཇི་སྲིད་ནམ་མཁའ་གནས་པ་དང་འགྲོ་བ་ཇི་སྲིད་གནས་འགྱུར་བ་དེ་སྲིད་བདག་ནི་གནས་གྱུར་ནས་འགྲོ་བའི་སྡུག་བསྔལ་སེལ་བར་ཤོག། རྒྱ་རྗེས་སྒོ་པོ་ཡོངས་ལ་གུས་པ་སྨོན་པ་རྟ་རག་གི་ངོས་ནས་འཚམས་འདྲི་དང་སྐུ་ཁམས་བཟང་ཤོས་ཡིན། ནི། དེ་རིང་དེའི་ད་གལ་ཆེ་དོན་ཆེ་བྱས་ནས་བསྐྱར་གོ་ཡ་འདི་འཕྲོད་བསྟེན་དང་འབྲེལ་བའི་ནི་གོ་རྟོགས་ཀྱི་ཤེས་བྱ་ཅིག་ཡིན། ནི་འདི་རྣམ་པ་ཚང་མས་གང་ཐུབ་ཐུབ་ཁྱེད་རང་ཚོ་གི་ནི་སྤུན་མཆེད་བུ་མོ་དང་ཨ་མ་ལགས་ཨ་ནི་སོ་མོ། ད་གང་ལྟར་ཡང་སྤུན་མཆེད་བུ་མོ་ཚོ་ལ་འདི་ཕག་བརྒྱུད་ཁུལ་བྱེད་རོགས་བྱེད་ཞུ་ཡ་ཡིན། ད་འདི་དཔེ་མི་སྲིད་པས་གལ་ཆེན་པོ་རེད། ནི་གཅིག་བུ་མོ་ལོ་ཆུང་ཆུང་མང་པོ་གཅིག་གིས། ལུས་ཀྱི་བདེ་ཐང་དང་མ་འོངས་པའི་ད་ཕུགས་བསམ་ཟིན་ནས་རེད། དེ་འབྲེལ་དུ་འབྲེལ་བ་ཡོད་པའི་གནད་དོན་ཞིག་ཆགས་བསྡད་ཀྱི་ཡོད་རེད་ད། གནས་ཚུལ་དེ་ཚོ་ངག་གིས་བྲིས་ལ་དངོས་སུ་བྱུང་བའི་ཐོག་ནས་ངས་འགྲེལ་བཤད་བརྒྱབ་བསྡད་ཀྱི་ཡོད། ད་ང་ཙག་ལ་དེ་འདྲའི་རྒྱ་གར་ནད་པ་དེ་འདྲའི་གཉིས་གསུམ་ཅིག་ཡོད། ཁོ་རང་ཚོ་སྤུ་གུ་ལོ་དགུ་ལོ་བརྒྱད་ནི་ལོ་བཅུ་འོ་དེ་འདྲའི་སྐབས་ནས་བུ་མོར་ད་བུ་མོ་ལོ་དགུ་ལོ་བརྒྱད་ལོ་བཅུ་སླེབས་དུས་ད་ནི་ནི་ད་མཚན་ལེགས་ཀྱི་འདུག་སེམས་ད་དཀའ་ངལ་དཔེ་འདུག་ག་རེ་བྱེད་འོ་རེ་བས་ཟེར་འོ་དེ་འདྲའི་བཤད་རེ་གི་འདུག་ད་འདིའི་ཐོག་ལ་གནས་ཚུལ་གཙོ་བོ་གཉིས་ཆགས་ཀྱི་ཡོད་རེད་སྤྱི་བཏང་གནས་ཚུལ་གཅིག་དེ་སྔ་ངས་ཉེན་འདུག་ཅིག་བཟོས་པ་ཡིན་མང་པོ་གཅིག་གི་དོ་སྣང་བྱས་ཤག་ད་ང་ཚོ་སྤྱི་ཚོགས་འདི་ལ་དཀའ་ངལ་ཆེ་ཤོས་དེ་ག་རེ་རེད་ཤོད་པ་ཡིན་ན། འཕྲོད་བསྟེན་གྱི་སློབ་གསོ་སྤྲད་པ་ཡིན་ན་དོ་སྣང་རྩ་བར་ནས་བྱེད་མི་འདུག་ད་འདི་གིས་སྤྱི་ཚོགས་ཕུང་ལ་བཅུག་གི་རེད་བ། དེ་འདྲ་སོང་ཙང་རྣམ་པ་ཚོ་གི་འཕྲོད་བསྟེན་སློབ་གསོ་སྤྲད་མཁན་བྱོས་ཡོད་པ་ཡིན་ན་འདི་གི་སྐད་ཆ་འདི་ལ་དོ་སྣང་བྱེད་དང་ཁྱེད་རང་གིས་འདིའི་བཤད་པའི་ཤེས་བྱ་འདི་གླེང་ཐུབ་པ་ཡིན་ན་ཁེབ་སང་རེད་ཞུ་ཡ་ཡིན། ཨ་ནི། ད་དཀའ་ངལ་ག་རེ་འཕྲད་ཡོང་གི་རེད་ང་ཙ་ལ་བསྡད། དེ་ནི་རྒྱ་གར་མི་ཚང། དེ་འདྲས་གཉིས་གསུམ་ཕྱིན་པས་སོང། དེ་ནི་ཁོ་རང་ཚོར་ག་རེ་བཤད་ཀྱི་འདོད་ལབ་པས་ན་སྤུ་གུ་གཅིག་བུ་མོ་ལོ་དགུ། གཅིག་ལོ་བཅུ། གཅིག་ལོ་བཅུ་གཅིག་དེ་འདྲས་རེད་ཤག། ད་ནམ་རྒྱུན་དུ་ང་རང་ཚོ་ཡིན་ན་བུ་མོ་ཡིན་ན་ཨ་ནེ་གཅིག་ཟླ་མཚན་ལས་ཡ་དེ་ལོ་བཅོ་གསུམ་དང་བཅུ་བཞི་སྐབས་ལ་སླེ་བསྡད་ཀྱི་ཡོད་རེད་བ། ད་དེང་སང་ལོ། དགུ། བརྒྱད། བཅུ། བཅུ་གཅིག་དེ་འདྲས་ལ་ཟླ་མཚན་ལས་ཡ་འགོ་བཙུགས་འདུག་གི་འདུག་བ། དེ་འདྲ་སོང་ཙང་འདི་བུད་མེད་ཀྱི་འཕྲོད་བསྟེན་དང་འབྲེལ་བ་ཧང་སང་གི་གལ་ཆེན་པོ་ཞིག་ཆགས་བསྡད་ཡོད་རེད། དེ་འདྲས་སོང་ཙང་ཁོ་ཚོས་ག་རེ་བཤད་ཀྱི་འདོད། ཨ་ནེ་ང་ཚོའི།

ཁ་ལག་ཞིམ་པོ་ཡིན་ལ་མིང་འདྲ་མི་འདྲ་བཏགས་ནས་ད་སྤུ་གུ་ཆུང་ཆུང་ནས་སད་མ་ཡག་གི་ལོ་རྒན་མགོ་སྐྲ་དཀར་པོ་མོ་སླེབས་པ་དུ་ཚང་མ་གི་བོད་ཆས་བྱེད་དེ་གི་དོ་དེ་འདྲ་སོང་ཙང་ང་རང་ཚོ་ཨ་ནི་སྤྱི་ཚོགས་ནང་ལོག་ལ་ལོ་ཆུང་ཆུང་ལྷག་པར་དུ་བུ་མོ་ཡིན་ནས་རེད་བུ་ཡིན་ནས་རེད་ད་བུ་མོ་ཚོ་གི་ཨ་ནི་ཅིག་ལས་ཟེར་ཡག་དང་ད་དེ་ཚོ་ཁ་ཚ་བོ་ཟེར་ཡག་དང་ཨ་ནི་ཅིག་གི་ན་ད་ང་ཚོ་ང་ས་ཀེ་ཨེ་ཧྥེ་སི་ཟེར་ཡག་དང་ད་དེ་འདྲའི་གི་ཁ་ལག་རིགས་ཅི་དོ་དེ་ཚོ་གང་ཐུབ་ཐུབ་ཅིག་ཉུང་ཉུང་ཟ་དགོ་ཡག་ད་སི་བན་ཉུང་ཉུང་ཟ་དགོ་གི་ཡོག་རེད།

སྤུ་གུ་འཁོར་ཁུར་དེ་འདྲ་སོང་ནས་སློབ་གྲྭ་མ་ཐོན་གོང་ནས་སྤུ་གུ་འཁོར་ཡག་གི་ཉེན་ཁ་ཅིག་ཆགས་བསྡད་ཀྱི་ཡོད་རེད་དེང་སང་གི་གཞོན་སྐྱེས་ཚོ་ལ་ནི་ཞེ་བོ་ཞེ་བོ་ཅིག་བལྟ་ཡ་ཡོད་མ་རེད་རེད་དེ་འདྲ་སོང་ནས་ལོ་ཆུང་ངའི་སྐབས་ལ་ཁོང་ཚོ་ཧ་གོ་གི་མ་རེད་ད་དེ་ནས་ལོ་བཅུ་བདུན་བཅོ་བརྒྱད་སླེབས་ཡོད་དུས་ནི་ག་ལ་གང་ཟག་ཅིག་ཧ་གཉིས་གོ་གི་ཡོད་དེང་སང་ཁ་པར་ནང་ལ་སྒྲ་མི་འདྲ་བལྟ་ཡ་ཡོད་རེད་དེ་ནི་གློག་བརྙན་ནང་ལ་སྒྲ་མི་འདྲ་བལྟ་ཡ་ཡོད་ནི་སྡུག་ག་དེ་དང་པོ་ཤེས་ཡོང་གོ་རེད་བ་དེ་འདྲ་སོང་ཙང་ང་རང་ཚོ་གི་པ་ལགས་དང་ཨ་མ་ལགས་ཨ་ཁུ་ཨ་ནི་སྤོ་སྤོ་ཚོ་གིས་དེ་ནི་བུ་མོ་གི་འཕྲོད་བསྟེན་ལ་དོ་སྣང་བྱེད་དགོས་ལ་དེ་གལ་ཆེན་པོ་ཞུ་རྒྱུ་རེད་ཁྱེད་རང་ཚོ་ནང་ལ་བུ་མོ་ཡོད་པ་ཡིན་ན་རེད་བ། ནི་ད་ཕྱི་ལོག་གི་ཟས་ཀྱི་རྐྱེན་གྱི་དང་སྨན་ལ་སོགས་པ་གི་དེ་འདྲའི་གི་རྐྱེན་བྱས་ནི་འོང་བུ་མོ་ཚོ་ལ་ནི་ཅིག་དོལ་ཚོས་དངོས་སུ་དོལ་ཚོས་མ་སླེབས་གོང་ནས་ར་མདའ་ཚན་སླེས་དེ་ཡག་གི་རྐྱེན་དེ་འདྲའི་ཅིག་སླེས་དེ་གི་ཡོག་རེད་འདི་ཕྱི་ལོག་གི་རྐྱེན་རེད་དེ་ཡང་ནི་ཕྱི་ལོག་གི་ཟས་རིགས་འདྲ་མི་འདྲ་ཟས་པའི་ཉེར་ལེན་རྐྱེན་ནི་ཡོང་དེ་གི་ཡོག་རེད།

རེད་པ། དེ་འདྲ་སོང་ན་ནི་བུ་མོ་ཚོ་ལ་ཡིན་ནས་ནི་ནི་ཟོག་པོའི་མི་ཕོ་མོ་གཉིས་ཀྱི་ཟོག་པོའི་ནང་ལོགས་ཀྱི་རྩ་རླུང་གི་འགྱུར་བ་དང་ཨེ་ནི་ཅིག་འཕེལ་རིམ་གྱི་འགྱུར་བ་དེ་དེ་འདྲའི་བ་རང་བཞིན་གྱི་འགྱུར་བ་འགྲོ་གི་ཡོད་རེད། འོ་དེ་འདྲ་སོང་ཙང་ད་ང་རང་ཚོ་གི་ཨེ་ནི་ཅིག་ཕྱི་ལོགས་ཀྱི་ཟས་བསྟེན་ཚུལ་མི་འགྲིག་པའི་དབང་གིས་བུ་མོ་ཚོ་ལ་ཟླ་མཚན་ལོ་དྲུག་བདུན་བརྒྱད་དགུ་དེ་འདྲའི་ནས་ཟླ་མཚན་སླད་ནི་དཀའ་ངལ་འཕར་མ་མང་པོ་ཞོ་ཅིག་འཕྲད་སྲིད་ཀྱི་རེད་དེ་འདྲ་སོང་ཙང་དེ་ཚོའི་ཐོག་ལ་བ་མོ་ཚོ་གི་ངེས་པར་དུ། དོ་སྣང་བྱེད་དགོས་ཀྱི་ཡོད་རེད། དོ་སྣང་དེ་ག་རེ་བྱེད་དགོས་ཀྱི་རེད། བུ་མོ་ཚོ་ལ་ཨེ་ནི་ཅིག་སྐུར་སྐུར་ཟེར་ཡག་དང་ཁ་ཚ་བོའི་རིགས་ཟེར་ཡག་དང་འོ་ད་ཅིག KFC ཟེར་ཡག་དང་ལ་སོགས་པ་དེ་ཚོའི་གི་རིགས་ཀྱི་དེ་ཚོ་གང་ཐུབ་ཐུབ་ཅིག་ཉུག་ཉུག་བྱེད་ཡག་དང་ཨེ་ནི་སྨན་འདྲ་མེ་འདྲ་གང་ཐུབ་ཐུབ་ཅིག་ཉུག་ཉུག་བྱེད་དགོས་ཡག་དེ་གལ་ཆེན་པོ་ཤོས་ཅིག་རེད། ཨེ་ནི། གཉིས་པ་དེ་ད་ཅིག་རང་བཞིན་གྱི་ཨེ་ནི་ཅིག་དུས་ཚོད་དང་མིའི་འབྱུང་ཁམས་སྤྱི་ཡོངས་ཀྱི་བསོད་ནམས་ཀྱི་དབང་གིས་འགྱུར་བ་བཏང་ཡག་དེ་ནི་ང་ཚོ་ལ་བཏང་ཐུབ་ཡག་གི་ནུས་པ་ཁོ་རང་ཡོད་མ་རེད།

སྒྱུ་འཕྲུལ་ནང་ལོགས་ལ་དཀའ་ངལ་ཆེན་པོ་ཞོ་གཅིག་རང་ལ་འཕྲད་སྲིད་ཀྱི་རེད། འཕྲད་མི་སྲིད་པ་མ་རེད་དེ་འདྲ་སོང་ཙང་ད་ལྟ་ནས་ང་ཚོ་ཕ་མ་ཚོ་གི་དམིགས་བསལ་གྱི་བུ་མོ་ཆུང་ཆུང་ཚོ་གི་འཕྲོད་བསྟེན་དེ་ལ་དོ་སྣང་མ་བྱས་པ་ཡིན་ན་འདི་ཡིན་མ་འོངས་པ་ལ་དཀའ་ངལ་ཆེན་པོ་ཞོ་གཅིག་འཕྲད་སྲིད་ཀྱི་རེད། དེ་འདྲ་སོང་ཙང་ད་ངས་རྣམ་པ་ཚོ་ལ་འབོད་སྐུལ་ཞུ་ཡག་འདི་ང་རང་ཚོ་འཕྲོད་བསྟེན་དང་འབྲེལ་བའི་ཤེས་བྱ་དེ་ཚོའི་སྒང་ལ་དོ་སྣང་མང་ཙང་བྱེད་ཡོད་རྒུས་མང་ཙང་བྱེད་དགོས་ཡག་གཅིག་དང་ཨེ་ནི་ཟས་རིགས་འདྲ་མིན་རིགས་དེ་ཚོ་གང་ཐུབ་ཐུབ་ཅིག་འཛེམ་དགོས་ཡག་འདི་གལ་ཆེན་པོ་ཞོ་གཅིག་རེད་ཞུ་ཡག་ཡིན་སྤྱིར་བུ་མོ་ཙང་མ་རེད། བུ་དང་བུ་མོ་ཚང་མས་མ་འཛེམས་པ་ཡིན་ན། ད་ཐེངས་རིང་ཡར་རྒྱས་ཇི་ཙམ་ཕྱིན་པ་དེ་ཙམ་གྱིས་འཛམ་བུ་གླིང་སྒང་ལ་ནད་ཡང་དེ་ཙམ་གྱིས་མང་རུ་འགྲོ་གི་ཡོད་རེད། མིའི་བསམ་བློ་དེ་ཡང་དྲན་རྒྱུ་དཀོན་རྒྱུ་མང་རུ་འགྲོ་གི་ཡོད་རེད་དེ་འདྲ་སོང་ཙང་རྣམ་པ་ཚོ་གི་སོ་སོའི་འཕྲོད་བསྟེན་དེ་ལ་དོ་སྣང་བྱེད་དགོས་པ་དེ་གལ་ཆེན་པོ་ཞིག་རེད་ལྷག་པར་དུ་བུ་མོ་ཚོ་གི་འཕྲོད་བསྟེན་ལ་གལ་དོ་སྣང་བྱེད་དགོས་པ་དེ་གལ་ཆེན་པོ་རེད། འདི་དང་འབྲེལ་བའི་གནས་ཚུལ་ཨེ་ནི་ཅིག་ཡང། བུ་མོ་ལ། ལོ་ཆུང་ཆུང་གང་ནས་བདག་འཛིན་སླེབས་པ་དེ་འདྲའི་བྱུང་སོང་ན་ཡིན་ཅིག་མིན་ཅིག་ས་གནས་ས་ཐོག་གི་སྨན་ཁང་ལ་འགྲོ་དགོས་ཡ་དེ་གལ་ཆེན་པོ་ཞུ་རེ་ཞུ་ཡ་ཡིན། རྣམ་པ་ཚོ་འདི་གང་ཐུབ་ཐུབ་ཅིག་བརྒྱུད་སྐུལ་གནང་རོགས་གནང་ཞུ་ཡ་ཡིན། ཐུགས་རྗེ་ཆེ།